རེད་ད། ཅིག། པའི་དགའ་སྐྱོ་ཟུང་འབྲེལ་རུ་ཅིག་དེ་འདྲ་ཡོང་སྡིགས་རུ་བ། དེ་འདྲའི་ཅིག་ད། དེ་འདྲའི་གི་སྣང་བ་བན་བུན་ངང་དེ་ལ། རེ་དོགས་ལ་སོགས་རྣམ་རྟོག་གི་དཔྱད་བརྗོད་གང་ཡང་མི་བྱེད་པར་གཡོ་མེད་ཅུང་ཟད་མཉམ་པར་ཞོག། ཡང། མཉམ་པར་བཞག་པའི་བཞག་སྟངས་དེ། རྒྱལ་དང་གཉིད་ལོག་ལྟ་བུ་ཡི། ཡིད་ཆེས་བཀག་པ་མ་ཡིན་པར་མ་ཡེངས་དྲན་པའི་རྒྱང་སོ་ཚུགས། ཨ། ད་ས་སེམས། ཅིག།

གསལ་ཙམ་རིག་ཙམ་གྱི་ཤེས་པ་ཁོ་ར་གང་འདྲ་སོང་བསྡམ་གྱི་ཡོད་རེད་དེ། མ་ཡིན་དྲན་པའི་རྒྱང་སོ་ཚུགས། འགྱུ་བ་རིག་པའི་ཤེས་བཞིན་དོགས། ལྟ། སེམས། པའི་རིག་ཙམ་གསལ་ཙམ་མྱོང་ཙམ་བདག་གཏོར་དྲན་པས་དེ་ཟིན་པར་བྱས་ནས། དེ་ལས་གཞན་དུ་ལྟ་སེམས་བར་གཅིག་འཕྲོ་མི་འཕྲོ་དེའི་དེ་ཤེས་བཞིན་གྱི་རིག་པར་བྱས་ནས། ལྟ། མདོ་དོན་རིག་ཅིང་གསལ་བའི་ངོ་བོ་ལ། ང་ཚོ་ནམ་རྒྱུན་གསལ་རིག་ཟེར་ནས་ཡུལ་གྱི་རྣམ་པ་གཅིག་གསལ་ཡག་དེ་མྱོང་བའི་སྒོ་ནས་ཡུལ་གྱི་རྣམ་པ་གཏད་སྟོབས་ཀྱིས་དེ་མྱོང་བའི་སྒོ་ནས་ད་དེ་རིག་པ། ཞག་གཅིག་གསལ་རིག། ད་དེ། ཡུལ་གང་དཔག་བསམ་མ་དང་བཅས། རྗེས་གཅིག་ཤེས་པ་ཁོ་རའི། ངོ་བོ་གཅིག་མྱོང་ཙམ་དེ་བས་གང། ད་དེ། དེ་རིག་ཞག། གཅིག།

ནམ་རྒྱུན་སྒོ་ངའི་ཤེས་པའི་ཤུགས་རུ་དེ་གི་ཡིད་གླུ་དེ་མ་གཏུགས། སྐབས་དེ་བས་སོ་ཞེས་བ་ད་སྒོ་ངའི་ཤེས་པ་དེ་དེ་བག་མེད་བག་ཁ་ཟོ་རེ་ལས་མེད་ཚུལ་ནུས་མེད་ཚུལ་བག་ཤ་ད་ག་ན་ཤིང་གི་ཡིད་གླུའི་སྒང་གི་འདས་པའི་ཅིག་དྲན་པ་དང་མ་འོངས་པ་ཡི་སྔུན་སུ་ཡང་དེ་དེའི་བག་ཕྱིར་ཡིན་ནི་བཀག་ནས་ཡོང་དུས་ཅིག་སྟོང་སང་རེ་ལོག་ལ་བཞག་ཞེས་བ། ད་སྟོང་སང་ཞིག་བློ་ལ་ཤར་བདེ་བ་འདི་ཡུན་སྟོངས་བར་བསྲིང་ཐུབ་ན། ཨེ་ནི་གང་ཙམ་སོ་ནས་ཅིག་མྱོང་ཙམ་རིག་ཙམ་ཅིག་གིས་མྱོང་བ་ཅིག་འདུག་སླད་ངོས་ཅིག་ཅིག་ངོ་འཕྲོད་ཡག་པོ་ཞིག་ཡོང་བསྡད་ཡ་ཅིག་འོ་ད་འདི་གསུང་བ་རེད།